དགེ་རྩ་བསྟན་འགྲོའི་གཙོས་པའི་སློབ་མ་ཡོངས་ལ་དགོང་མོའི་ཆ་ནས་ཚོགས་ཆོས་རྡོ་རྩ་བརྒྱད་ལས་ཞུ་ཡིས། ཉི་མ་ཁ་ཤས་རྗེས་ང་ཚོ་མ་ཐོས་པའི་རི་དེ་ལ་བོད་ལྗོངས་སུ་བློ་གཞུང་དང། སོ་སོ་གི་ད་རྣམ་པ་དཀའ་ཡི་གི་བྱ་བའི་ལས་དེ་ཐ་དག་ཡག་པོ་བྱུང་ཡོད་པའི་རེ་བ་ཡོད། ནི། བློ་གཞུང་གར་སོགས་རེ་ད་གར་བློ་གཞུང། ཡ་བརྗིད། ཡོང་བའི་རེ་བ་ཡོད་སྲིད་དེ་ཟེར་ནས་བློ་གཞུང་ཟེར་དེ་རྩ་ནས། ད་ལྟ་ང་ཚོ་བོད་ཡིག་གི་ཐོག་ལ་བློ་གཞུང་ཟེར་ཡས་ཀྱི། ཀློག་པ་ཟེར་གྱི་འདུག་གྱང་བང་ཟེར་གྱི་གཉིས་འདུག་བ། བྱས་ཙང་ཚིག་སྙིང་པོ་དེའི་དོན་དག་དེ། བློ་སྦངས་གཟི་བརྒྱུད་རྩ་ནི། དགེ་བགེགས་ཀྱི་མདུན་ནི་སྤུ་གྲི་ཉེ་ཡང་དང། ཨ་ནི་ད་ག་ན་བྱེད་ཅེས་ནི་ང་ར་སོ། ཁྱི་གྲོགས་མང་ཕན་ཚུན་བ་ཚ་ལ་ལ་བྲོ་ལེ་ཅེས་ནི། ཨ་ནི་ཡོངས་དགོངས་ཆ་ཉེ་ཡང་དང། ཨ་ནི་ད་ག་ན་བྱེད་སོ་སོ་གི་ད་གར་སོ་ག་རེ། ནོམ་བི་གི་ཀ་བབ་གི་ད་བློ་གཞུག་ག་རེ་བྱས་པ་ཡིན་ན་ཡང་བློ་གཞུག་དེ་བརྗེད་བྱ་ཞེས་པའི་གཞུང། སོ་ར་བློ་ཡ་ལ་སོགས་པ་དེ་གས་ཏེ། ཀློག་པར་བྱ་འདོད་ཡོད་རེད། ཡིན་ན་ཡང་ཀློག་པ་སྤྱི་བོ་གི་ང་ཚོ་དཔེ་ཆ་ཡག་པོ་ཅིག་ཤེས་ཐུབ་ཀྱི་རེད་བས་སེམས་གཙང་ཉིད་ནས་ཤེས་ཐུབ་ཀྱི་མ་རེད། དེ་གང་ལ་གནས་པའི་ཆེད་ཀར་གོ་དགོས་རེད་ཟེར་ན་རྒྱང་བ་ཟིག་ནས་དེ་གོ་རྒྱང་ཟིག་པའི་ཚ་ནས་དགེ་རྒན་གྱི་མདུན་ནས་གང་ཀློག་བཞག་པ་དེ་ཕྱི་དྲོ་ནང་ཕན་ཚུན་གྱི་བྲོ་ལེ་བྱས་ནས་གང་དགར་བཟོ་གི་རེད། ཀློག་བཞག་པ་དེ། སོ་སོ་བའི་ནི་ཞགས་པས་གཟིགས་ནས་གོང་གི་བཤད་པ་དེའི་རྒྱན་དག་སྟེ། ཡང་ནས་ཡང་དུ་ཚེ་ལ་གོམས་པར་བྱེད། ཡང་ནས་ཡང་དུ་ཟོ་ནོ་དང། ཡང་ནས་ཡང་དུ་སྤྱད་པར་བྱེད། སོ་སོ་རང་གིས་ཡང་ནས་ཡང་དུ། གར་བཟོ་བ་རེད་དེ་ནི་སྦྱོང་བརྡར་བྱེད་ཡ་དང། ད་དེ་ལས་ཀྱང་བ་ཟེར་གི་ཡོད་རེད་བློ་སྦྱོང་ཟེར་དེ་གར་སྦྱོང་ཟེར་གི་ཡོད་རེད། དེ་འདྲའི་ཡི་གེ་རྩ་གཉིས་དེ་གཉིས་ངེས་པར་དུ་གོ་གི་ཡོད་རེད། དེ་ནས་ད་ལྟ་བློ་སྦྱོང་ཟེར་ཡས་ཀྱི་དོན་དག་དེ་རྒྱ་ཆེ་ས་ནས་ང་ཚོ་བ་རྒྱ་ཡོད་ནས་དེ་ནས་ནོར་འབིག་གཞོན་ནུ་ལ་ཐིག་སོ་སྒོམ་སོང་ཟེར་ནས། ད་ཐིག་སོ་སྒོམ་སོང་ནོ་མ་ཚུད་པའི་ད་ང་ར་སོ་ནོར་འབིག་གི་བློ་སྦྱོར་ཅིག་ཡོག་མ་ར་བ། དེ་འདྲ་ཡིག་དེ་ཙ་ནས་ཐིག་སོ་སྒོ་ས་གི་ན་ནས་འཐིབ་པ་དེ་བློ་སྦྱོང་ཟེར་ཡས་ཀྱི་སློབ་པའི་དོན་དག་ལ་གོ་དགོས་ཡས་དང། གསང་བ་དང་སྒོམ་པ་དེ་ནས་བློ་སྦྱོང་ཟེར་ཡས་ཀྱི་སྦྱོང་བའི་དོན་དག་ལ་གོ་དགོས་དགོས་རེད། དེ་འདྲ་ཟེར་གི་ཙ་ནས་ཨ་ནས་ལྔའི་མིག་གིས་ད་བླ་མ་གོང་མ་རྣམས་ཀྱི་གསུང་བརྗོད་ལ། ཀློག་པ་འདི་དངོས་གནས་སོ་སོ་གི་ལྕགས་ལ་སོགས་འདྲ་བ་ཆགས་ཐོགས་ཡོད་མ་རེད། ག་རེ་སོགས་རེད་དེ། གཞན་གྱི་ལྕགས་ལ་ཆེ་སོ་སོར་ཚུད་ཡ་ཆགས་པའི་སོགས་འདྲ་བ་ཞིག་རེད། དེ་འདྲའི་ཡི་གེ་རྩ་ནས་ཀློག་པའི་དན་རྟགས་དེ་སོ་སོ་གི་ཉེས་གསོག་གོ་ས་བྱས་ནས། སོ་སོ་རང་གི་རྗེས་ལ་འཇགས་ཐོགས་པ་ཞིག་གོ་བ་རེད་སོ་སོ་གི་ད་ག་རེ་སོགས་རེད་བསམ་བ་དུ་སྒོམ་པ་བྱས་ནས།

འདི་འདྲའི་བྱིས་པ་མ་ཡིན་པ། སོ་སོ་རང་གི་ཐོག་ནས་ཡོན་དགེ་རྒྱས་གསུང་བྱ་འཇུག་གི་དན་རྟགས་དང། ཕྱི་དྲོ་བློ་ཁ་མཐོ་བ་དེ་ཚོ་གསུང་བྱ་འཇུག་གི་དན་རྟགས་དང། ཨ་ནི་ག་རེ་བཟོ་བ་རེད་ཡང་ཅིག་སོ་སོ་གའི་མངལ་ལས་དཔེ་ཆ་འདྲ་པོ་གཟིགས་ཡོད་ན། དཔེ་ཆ་གཟིགས་བྱ་འཇུག་གི་དན་རྟགས་དེ་སོ་སོ་སོ་ནོར་བཏང་ནས། དཔྱད་པ་བྱས་ནས་ཨ་ནི་ཡུན་རིང་ཚེ་ལ་དགོངས་དགོས་ཡ་དེ་གནད་འགག་ཆེན་པོ་རེད་དེ་ལོ་ཅུང་ཟད་ཚེ་རུ་བརྟེན་ནས་ཀྱང། ང་ཚོ་གོ་བརྡ་འདི་འདྲའི་སྤྲད་ཐུབ་དགོས་ཐུག་ཨ།

ཁྱོད་རང་ཚོ་ནང་ཆོས་ཉིང་ངེ་གི་སློབ་མ་དང་ད་གེ་གི་བ་ཚ་ལ་ལ་ད་འབྲེལ་བ་འཛུགས་ས་ཡོད་ནམ་མེད་ན་དེ་ཆེས་ཤིན་ཏུ་གེ་ཆེ་བ་དེ་ད་ང་རོ་ཚོ་གྲྭ་ལུང་གི་དེ་འདྲའི་སློབ་ཁྲིད་བྱེད་ས་གི་འདི་གྲྭ་ལུང་འདི་རེད་འདི་འདྲའི་ཡི་དི་ཚ་ནི། ང་དགེ་རྒན་གྱི་ངོས་ནས་བྱས་པ་ཡིན་ན་ཡང་ད་འདིའི་ནང་ལ་སྒར་ཚོགས་རེད་ང་རོ་སོ་ནོ་འཇིས། ང་ཚོ་དྲ་ཚིགས་དང་དེ་འདྲའི་ལ་མི་གནས་ཡ་ང་རོ་སོ་དྲ་ལམ་འདི་ནས་ཞུ་ངེས་ཀྱི་མི་ཤེས་པ་དེ་ཚོ་ལ་གནས་པ་མ་བྱེད་ཡ་གི་དེ་ནས་ཚིག་དེ་བེད་ད་ཧ་ཅང་གི་བཟའ་བཟའ་བྱས་ནས་ག་རེ་བཤད་ཀྱི་ཡོད། ནས་དེ་ཡིན་མ་ནང་བཤད་བྱས་ནས་འདི་ནང་ལ་དྲ་ལམ་ནང་ཞུ་ངེས་ཀྱི་སློབ་མ་ཧ་ཅང་མང་པོ་རེད་དེ་འདྲའི་ཡི་གེ་བཙལ་ནས་ངེས་པར་དུ་ང་རོ་སོ་ཚོགས་པ་ཡག་པོ་འདི་འདྲའི་བྱས་ཡོད་རེད། དངོས་གནས་དྲང་གནས་ཀྱི་འདི་གི་ཉིན་རེའི་གི་ང་ཚོ་བློ་གྲོས་བཅས་བྱང་ཆུབ་དང། ཕར་ཚིག་བྲོ་ནས་བཅས་ཟེར་དུས་འདི་གི་ཕན་ཐོགས་སྤྱི་བོ་ལ་སོང་ན་དམ་པ་ཡིན་ན་ག་ཟེ་ཕན་ཐོགས་ཤུགས་ཆེན་པོ་ཡོད་རེད། དེ་འདྲའི་ཡིད་ཀྱི་རྩ་ནས་འདི་གི་ང་རོ་ཚོ་ད་ལྟ་འདི་གི་དྲག་རླུང་གི་ཚོ་པ་འདི་ལ་ཡིན་གཅིག་མིན་གཅིག་ཚང་མིན་གི་ཐུགས་ཟག་བྱས་ནས་འདི་ནང་ལ་གར་སོ་རེ་ཡང་གཅིག་ང་རོ་ཚོ་ཚོ་པ་འདི་ལ་སྨིན་ཡག་གི། དྲོན་དུ་དྲོ་ལོག་ཏུ་འགའ་ཡོད་ཡི་གེ་དེ་ནི་ང་ཚོ་གཅིག་སྐད་ཆ་བཤད་ཡག་དུ་མོ་ཡི་གེ་དང་ཡག་དོ། པར་རིས་བཏང་ཡོང་སོགས་འདྲ་བ་འདི་ཚོ་གཙང་ཉིད་ནས་མང་གནང་རྒྱུ་མི་འདུག་དེ་གཉིས་ངེས་པར་དུ་ག་རེ་ཟུག་རེད། ཅིག་འཚོ་བ་དྲག་པོའི་སྟོང་ནས་འབད་དགོས་ཞུ་གི་ཡིན། སྦྱིན་སྲེག་ག་རེ་ཟེར་ནས་འདི་དྲ་ལམ་དེ་ལ་ཅིག་གནས་ཤིག་ཅིག་བྱུང་སོང་བ་ཡིན་ན་ནི་ང་རོ་སོ་མི་སྔོན་པོ་ད་ར་ཟིག་གི་ནི་འཆད་ཁྲིད་ཉན་འདུག་དེ་གས་ཚང་མ་འགང་འགྲོ་གི་རེད་དེ་ནི་དེ་འདྲ་ཡིག་ཚང་ཚང་མིན་གི་ཡིན་གཅིག་མིན་གཅིག་དུས་བཟང་གནང་རོགས་ཅིག་ཟེར་ནས་ཞུས་ཡིན་དེ་ནན་ཏིག་གི་ཞུས་ཡིན་དེ་ངེས་པར་དུ་ཚང་མིན་དུས་ལ་སྦྱར་རོགས་གནང་ཟེར་ནས་ཞུས་དེ་འདྲ་ཅིག་ཡིན།

བློ་གཅིག་ལ་ཉིན་མོ་ཟེར་གྱི་ཡོད་རེད། ཉིན་མོ་ཟེར་ངེས་དེ་སུ་ཞིག་གི་རྗེས་ལ་བཅད་པ་ཡིན་ན་ཡང་དེ་གིས་གང་ཟག་དེ་གི་རྗེས་དེ་མ་བྱས་བ་བྱས་འགྲོ་གི་རེད། ད་མ་བྱས་བ་བྱས་ངེས་ཀྱི། སེང་གར་སོགས་རས་མར་ལྷིང་འཇགས། སེང་ལྷིང་འཇགས་ངོ་ལ་མ་མི་བཞག་པ་བྱས་ངེས་མ་བྱས་བ་ཟེར་དེ་སེང་ལྷིང་འཇགས་པོ་བྱས་ནས་གནས་མི་ཐོག་ཡ་བཟོ་ངེས་ཀྱི། ཞེས་ལས་ཡོད་ངེས་ཀྱི་དེ་འདྲས་ཀྱི་ཁོ་ནུས་པ་ཡོད་ངེས་དང་དེ་འདྲས་ཀྱི་གར་སོགས་རས་ནུས་པ་ཡོད་ངེས་ཀྱི་བློ་གཅིག་ལ་དེ་ནི་ཉིན་མོ་ཟེར་གྱི་ཡོད་རེད་ད་ཉིན་མོ་གི་ད་ངོ་བོ་འདྲ་བོ་དང་དོན་འདྲ་བོ་དེ་དེ་ཆགས་ཀྱི་ཡོད་རེད།

པའི་ནང་ལུགས་ཁྱེད་ལ་ཐོབ་པ་མེད་དེ་ངས་དེ་འདྲ་ཞིག་ཆགས་ཡོད་རེད། རེད་དེ་ཡིན་ན་ཡང་རྒྱ་པོ་ཏི་གི་ཏང་དུ་མཐོང་ཐོ་ཡ་དེ་ལ་གང་ཡང་བཅའ་ལག་གང་ཡང་མེད་དེ་ངས་གི་དེ་གྱོད་པ་དེ་སེམས་པ་ཧ་ཅུག་སྐྱིད་པོ་ཡོད་རེད་ག་རེ་ཟེར་ན་ཁོ་ཉིན་ལྟར་རེ་ཞིག་སྐད་རྒྱག་པའི་གནས་སྐབས་དེ་ལ་སྔ་དགོང་མེད་པར་བྱས་ནས་གཞས་རྐྱང་རྐྱང་བཏང་ནས་འགྲོ་ཁ་ནས་གཞས་བཏང་ནས་འདུག་བྱས་ནས་གཞས་བཏང་ནས་སེམས་སྐྱིད་པོ་བྱས་ནས་འགྲོ་གི་ཡོད་རེད་དེ་རིང་རྒྱ་བོད་ཀྱི་དོག་པ་ཟ་ཡ་དེ་ལ་ང་ལ་པའི་ནང་ལུགས་ཁྱེད་ཐོབ་པ་མེད་ཡིན་ན་ཡང་ང་རྟག་ཏུ་སེམས་ཅན་ནང་ལ་ལྷག་བསྡད་ཀྱི་འདུག་མ་ཤོག་གི་གྱོད་པ་དེ་ཁྱི་སྒོང་གཅིག་ཡོད་མ་རེད་སྐྱག་ལངས་དོག་གཙང་སྙིང་ཡོད་མ་རེད་དེ་ཁོ་ག་རེ་ཡིན་ནའང། ཨ་ནི་སེམས་པ་སྐྱིད་པོ་འདི་འདྲའི་ཆེ་ཧ་གི་སྦྱིན་སྲེག་དེ་ག་རེ་ཡིན་ནའང་ཟེར་ནས། དེ་ཡིས་ཉི་མ་མོ་བོ་དྲན་པ་རེད། དེ་ནས་ཉི་མ་སྐྱིད་ལ། རྒྱ་བོད་ཀྱི་དེ་ནི་གད་རྒྱག་ས་གི་གད་པ་དེ་གི་གད་བཞག་ས་གི་དེ་ནང་ལ་སའི་རྡོ་རྡོ་གཅིག་ཡོད་པ་རེད་སའི་རྡོ་རྡོ་གཅིག་ཡོད་པ་རེད། སའི་རྡོ་རྡོ་དེ་གཡུགས་ཚར་བའི་རྗེས་ལ་དེ་ནི་གད་པ་དེ་གི་གད་སྙིགས་ནང་ནས་སའི་རྡོ་རྡོ་དེ་རག་སོང་བ་རེད། རག་ཚར་ནས་དེ་སང་ཉིན་ཉི་མ་དེ་ནས་བཟུད་དེ་གད་པ་དེ་གི་གཞས་བཏང་ཡང་དེ་མི་ངན་ཆགས་ཚར་རེད་ཁོས་གནོང་རྗེས་བལ་ཐི་འཇལ་བར་འགྲོ་ཚར་རེད། ད་དེ་ལས་གཉེར་ཏེ་ཞུས་ན། དེ་ནས་རྒྱལ་པོ་དེས་ད་ཁོ་རང་ལ་ནོར་ལུག་ཞིག་དེ་ག་ཟེར་བས་ནས་སེམས་པ་མ་སྐྱིད་པར་བྱ་ཡག་འདུག་མ་ཤོག་འོ་མ་དེ་གིས་དེ་ནས་གང་ཡང་མེད་ན་ཡང་སེམས་པ་སྟུག་པོ་དེ་འདྲའི་སྐྱིད་པོ་བྱ་ཡག་གི་སྦྱིན་སྲེག་ག་རེ་རེད་ཟེར་ནས་ཁོས་རྟ་ཕྱེ་དེ་བཏང་བར་བ། རྟ་ཕྱེ་དེ་བཏང་ལུང་དེ་ཙམ་ནས་གང་ཟག་དེ་ལ་དེ་བསད་དེ་རག་སོང་བའི་རྗེས་ལ་སང་ཉིན་ཉི་མ་ནས་ཞེས་གྲགས་ཡ་མེད་ངན་ཆགས་ཚར་རེ་ཁོ་རང་གི་གདོང་གི་རྣོ་ཤིག་གདོང་གི་གར་སོགས་རེད་ད་གདོང་ཞིབ་དཔལ་དུ་འགྱུར་བ་འགྲོ་ས་རེད། ད་དེ་གི་ང་རོ་སོགས་བལ་བོའི་དཔེ་ཆ་དེ་རྣམས་ལ་དེ་གི་དཔེ་དེ་ག་རེ་ལ་སྦྱར་ཡོད་རེད་ཟེར་ན་ང་རོ་སོགས་དཔེ་རྣམས་གང་ཟག་དེ་ལ་སེམས་ཤིང་རང་འོང་དེ་ག་ལ་ད་སྐོར་ལ་ཞེན་ཆགས་ལས་ཡོད་འགོར་རེ་དུག་ལས་ཡོད་འགོར་བ། ད་ངའི་འདི་བལ་བཙག་ཆུང་པོ་ཞོ་གཅིག་རགས་སོང་སྙོན་པའི་ཞེན་ཆགས་ལས་གི་རེད། ད་འདི་ཅིག་གཞན་པ་ཅིག་ལ་གླ་གཏོར་ཤོར་འགྲོ་གི་རེད་སྙོན་པའི་འཇིགས་སྐྲག་ཡོང་གི་རེད། ད་འདིའི་རྗེས་མ་ག་ལ་བེད་སྤྱད་གཏང་དགོས་རེད་ཟེར་ཡ་གི་གསུང་ལུགས་དེ་ཁོ་བོས་འདི་ག་ལ་དེ་འདྲིའི་གི་ཐུགས་ནས་དེ་ནས་ཁོ་སེམས་བབས་པའི་སྐད་ཅིག་དེ་ཉིད་ནས་ཁོ་རང་གི་སེམས་པ་དེ་བཀྲུས་ཚར་རེད། བྱས་ཙང་ང་རོ་སོ་ཉིན་མོ་ཟེར་ངེས་དེ་སྤྱི་བཏང་གིས་ད་ལྟ་དེ་གས་པ་དེ་ལ་ག་རེ་བཟོ་གི་རེད་ཉིན་མོ་མི་འདུག་ཟེར་གི་ཡོད་མ་རེད་སྤྱི་ཆགས་ནས་ཁོ་ང་རོ་སོ་དེ་འདྲིའི་ཅིག་གི་བྱ་བ་དེ་འདྲིའི་ཅིག་ཏུ་འཁྲིད་འདི་ག་ལ་ལྷག་པ་དང་གང་ཟག་ཁོ་རང་གི་སེམས་དེ་ལྷིང་འཇགས་མེད་པ་བྱས་ནས་དེ་ནས་སེམས་ལ་རེ་དོགས་མང་པོ་ཆགས་པ་དང། དེ་འདྲིའི་ཆགས་འོང་དུས་ཙང་ནས་སེམས་པ་དེ་འཁྲུལ་ཡོང་དགོས་པ་རེད་སེམས་འཁྲུལ་དེ་དེ་རྩ་ནི་འཁྲུལ་ཚ་བའི་གནས་སྐབས་དེ་ལ་བརྟེན་ནས་སེམས་འཁྲུལ་བའི་དེ་རྩ་ནི་དེ་ནི་ང་ཚོ་ལུས་ངག་གི་སྐྱེ་བ་དེ་ལ་འགྱུར་བ་རང་བཞིན་གྱིས་འགྲོ་གི་ཡོད་དེ་རྩ་ནི་ང་རང་ཚོ་ཉིན་མོ་སད་དེ་གི་བྱ་བ་འདྲ་བ་དེ་དེང་ཕྱིན་འདྲ་བ་ཅིག་བྱེད་ཀྱི་ཡོད་རེད་དེ་དཔེ་ཆུང་ཆུང་ཞིག་རེད། འོང་ད་དེ་ད་འདི་དཔེ་དེ་གི་ཐོག་ནས་ནི་གར་སོ་རེད་ཉིན་མོ་སད་དེ་གི་བྱེད་ལས་གར་བྱེད་ཀྱི་རེད་ཟེར་ན། སོ་སོའི་མཚན་དེ་མ་བྱེ་བ་བྱེད་ཀྱི་རེད་ཟེར་སའི་ལྷིང་འཇགས་ཡོད་པ་དེ་ལྷིང་འཇགས་མི་ངན་བཟོ་གི་རེད་ཟེར་ཡས་དེ་གི་དཔེ་དེ་གི་ཐུགས་ནས་གསོ་སློང་བཏང་པ་ཡིན་ན་ཏོ་གཟི་བརྗིད་གོ་ལྷག་མེད་འགྲོ་སོང་ནས་ངས་དེ་དཔེ་དེ་བཞག་པ་ཡིན་ངེད་གིས་དེ་ནི་ང་ཚོ་བོད་ཀྱི་མཁས་པ་སྔ་མ་དག་གི་ལས་བྱེད་ནང་དཔེ་དེ་བཞག་ཡོད་རེད་ཟེར། དེ་ནས་ག་རེ་བཟོ་བ་རེད་ད་ཁ་ཚོགས་གོང་དུ་ཞུས་པ་ནང་བཞིན་བྱས་ནས་སྡུག་བསྔལ་དེ་ལས་ལས་བྱུང་བ་དང། ལས་དེ་དག་ཉིན་མོ་ལས་བྱུང་གི་ཡོད་ན། ལས་དེ་ཉིན་མོ་ལས་བྱུང་གི་ཡོད་པ་དང་དེ་ནས་ཉིན་མོ་དེ་རྩ་བ་དེ། ཇི་ལྟ་དང་ངང་ཚ་ལ་སོགས་པ་དེ་སུ་ལས་བྱུང་གི་ཡོད་ན། ད་ཉིན་མོ་ཟེར་ཡས་ཀྱི་བག་གི་དཔེར་ན་ངང་ཚ་དང་ལས་ཀྱི་བག་རྩ་ལ་ལས་ཡོད་དེ་བས་ཉིན་མོ་ཟེར་ཡས་དེ་གང་དྲིས་གང་དྲིས་ཡོད་རེད་ཟེར་ནས་སྐད་ཆ་དེ་བཤད་འོང་དུས་ད་ད་སོ་སྙོམས་དུ་བཤད་འོང་དུས། བྱས་ཙང་དང་པོ་ད་ང་ཚོ། ང་ཚོ་ཅི། རྩ་གཉིས་དྲུག་ནི་གལ་ཆེ་བ་འགའ་ཞིག་མགོ་ཁྲིད་བྱས་ན། དཔེར་ན་དང་པོ་འདོད་ཆགས་ཆགས་ཡོད་རེད།

གཉིས་པའི་གཉེན་བསྲེ་ལ་ཡིད་དུ་འོང་བ་དང་མི་འོང་བ་ལ་བྱ་བ་གང་ཡང་ཡོད་མ་རེད། ཡིན་ན་ཡང་ཆ་བ་གཅིག་གཉིས་ཀྱི་གང་ཟག་ཁོ་རང་གི་ཕ་ཕྱོགས་ཀྱི་ཆ་ཡུལ་གྱི་ཡུལ་དེ་ཡིད་འོང་ཞིག་མཐོང་སྐོར་ཡིད་དུ་འོང་བ་གཅིག། ཡིད་དུ་འོང་བ་དེ་ཡང་གཉིས་པའི་གཉེན་བསྲེ་གི་ཡིད་དུ་འོང་བ་དེ་མ་རེད། ཡིད་དུ་འོང་ཚད་ལས་འགའ་ནི་མཐོང་སྐོར་རེད་དཔེར་ན་ང་རོ་སོ། གཉིས་པའི་གཉེན་བསྲེ་གི་ཕ་ཕྱོགས་ཀྱི་ཆ་བ་གཅིག་ཟག་གི་ཡུལ་དེ་ཨ་ནི། ང་ཚོ་རྒྱ་ཤ་འདྲ་བོ་གཅིག་ལ་སོ་མ་བཏང་པ་ཡིན་ན་རྒྱ་ཤ་ཅི་ཟེར་གྱིས་ཨ་ནི་ཁོ་ལ་ངེས་པའི་གནས་ཚིག་གི་ཡོ་བུར་གྱིས་ཡོད་ན་ད་ཁྱོད་ཉིན་བཅོ་ལྔ་ཡ། ཚེས་རེ་འགའ་ནི་ཁོ་རང་གིས་སྒྲོ་བཏགས་ཡ་དང། ཉེར་བཞི་ཡ་ཚེས་རེ་འགའ་ནི་སྒྲོ་བཏགས་ཡ་དང། སྲིན་བྱ་ཡ་ཚེས་རེ་འགའ་ནི་སྒྲོ་བཏགས་ཡ། དེ་འདྲའི་ཡིག་ཚང་ཡིག་དབང་དེ་ལ་ཡིད་དུ་འོང་ཚེས་རེ་འགའ་ནི། སྒྲོ་ཞིག་བཏགས་དེ་ནི་དེ་ལ་ད་ཞེན་ཆགས་བྱེད་དགོས་རེད་ཟེར་སེང་གེ་འདི་ནི་ཕ་ཞེན་པ་ཤུགས་ཆེན་པོ་བྱེད་དགོས་རེད་ཟེར་དེ་འདྲའི་ཅིག་ལ་ད་ང་ཚོ་གར་སོ་གི་རེད་འདོད་ཤག་ཟེར་གོ་རེད་ཟེར།

དཔེ་ན་ཞེན་པ་དྲག་པོ་སྐྱེས་ཞེན་ཆགས་དྲག་པོ་སྐྱེས་ཟེར་ཡ་འདིས། དཔེ་འགའ་ཞིག་ནང་ལ་གར་རྒྱག་ཡོད་ཟེར་ང་ཚོ་ཤོག་གུ་ལ་སྣུག་ཕོ་བ་ནང་བཞིན་དཔེ་ན་ཤོག་དཀར་པོ་ཞིག་ནས་དེ་ལ་ང་ཚོ་ཁ་ལག་ནང་བླུད་ཡ་གི་སྣུག་ཟ་སྣུག་འདྲ་སྣུག་གི་སོ་འདྲ་པོ་ཅིག་ཅིག་ཕོག་སོང་ན་ཁོ་མཐིང་འགྲོ་དགོས་ར་ཤིང་ལོ་ཚང་མ་ཕར་མཐིང་ནས་འགྲོ་བྱ་ཡག་སོང་འདྲ་པོ་དེ་འདྲའི་ཁྱི་ལ་གོ་བ་ལེན་དགོས་ཀྱི་ཡོད་རེད་ཟེར།

ཡོད་ཚད་བཤད་དུང་ཡོད་ཚད་དེ་ནི་ཆགས་པ་ལ་དེ་ནི་སྐྱེ་གི་རེད་གསུང་མཁན་གཅིག་ཡོད་དེ་བདེན་པ་ཡོད་རེད། རིགས་གཅིག་གི་ཡོང་བཤད་དུང་གི་རིགས་འགའ་ཞིག་ཆགས་པ་ལ་དེ་ནི་སྐྱེ་གི་རེད། རིགས་འགའ་ཞིག་ཆགས་པ་ལ་དེ་ནི་སྐྱེ་གི་མ་རེད་ཟེར་དེ་འདི་གི་སུ་སུ་མི་འདྲ་བ་གཉིས་ཡོད་རེད་ཡོད་ཡིན་ན་ཡང་བཤད་དུང་ཡོངས་རྫོགས་ང་ཚོ་ཆགས་པ་ལ་དེ་ནི་སྐྱེ་གི་རེད་ཟེར་ནས་མ་བྲིས་པ་ཡོད་མ་རེད། དེ་གི་བཤད་དུང་ཐུང་ཆད་དེ་ཁྱབ་སྤེལ་གི་གྲངས་ཡོང་གི་རེད་དེ་ནས་ཁོ་རྒྱང་ངན་པ་ཚང་མ་མཇལ་གི་རེད་ད། བགྱིས་ལ། བྱ་བ་གདུལ་བྱ་ཚང་མ་དེ་གཞན་ཆགས་ཐུབ་ནི་ཡོང་གི་འོ་རེད་དཔེར་ན་ཆ་ཆ་ལ་ང་ར་སོ་སེན་གྱིས་བསད་པ་དེའུ་གཞན་ཆགས་ཐུབ་ནི་ཡོང་གི་ཡོ་རེད། ཨ་ནི་ག་ར་སོ་བོ་རེད་གཞན་ལ་གནས་པ་བྱས་ཡ་དེའུ་གཞན་ཆགས་ཐུབ་ནི་ཡོང་གི་འོ་རེད། ཟོལ་དུ་ཕྲ་མ་དུ་ཚིག་ཚད་མ་དགོས་ཡ་དེའུ་སེན་གྱིས་འདི་ལྟ་བ་ཅིག་ལ་ཡིན་ཅིག་ལ་ཆགས་ནི་ཅིག་སོ་སོ་ཞིག་ཐོག་དགོས་ཡ་ཅིག་ལ་གཞན་ནི་དེ་མ་ཐོག་ནི་ཡོང་གི་འོ་རེད། འདི་འདྲའི་ཡི་གེ་རྩ་ནི་ང་ཚོ་སྤྱིའི་རྐུན་མ་རྒྱག་ལ་བཟོ་བ་འདི་འདྲའི་ཡི་གེ་ནི་ཞེན་ཆགས་ཀྱི་ཐོག་ནས་ཆགས་པའི་ཐོག་ནས་ཡོང་གི་འོར་བ། ནོར་ལུག་བཤད་ལ་ཆགས་པའི་ཐོག་ནས་ཡོང་གི་ཡོད་འདི་རྩ་ནི་རྒྱག་ལ་ངན་པ་ཡོད་རྫོགས་དེ་དེ་ནི་ཁོ་ཞེན་ཆགས་ལ་རྩ་བ་ཞེན་ཆགས་ཀྱི་ཐོག་ནས་འདྲེས་འདྲེས་ཡོང་གི་འོར་བ་རེད། འདི་འདྲའི་ཁོ་ཞེ་ལས་ཧ་ཅང་གི་འདི་ནི་གདུལ་བྱ་ཆགས་ཀྱི་བ་རེད།

དང་ཁོ་སི་ཡོད་ཚུལ་ཡོད་རེད་དཔེར་ན་ཆ་ཤས་ནི་ང་ཚོ་མི་གེ་པའི་གཉའ་བ་སྣ་མེད་ནི་འགོ་ཚུལ་དེ་གཟུལ་མེད་ཀྱི་བར་དུ་ཁོ་སི་ཡོད་ཚུལ་གྱི་དེ་ནི་ང་ཚོ་སེང་ཆེན་ནོར་གྱི་རྗེས་ལ་དེ་ཡོད་རེད་ང་ཚོ་འདོད་ཆགས་དེ་ཡོད་རེད་འདོད་ཆགས་དེ་ཡོད་རེད་གཉིས་པ་དེ་ལ་ག་རེ་ཡོད་རེད་ཟེར་ན་སྤྱིར་བཏང་གི་འདོད་པའི་འདོད་ཆགས་ཡིན་ན་མི་གེ་བ་ཡི་སྐོར་དེ་པ་རེད་འདོད་པའི་འདོད་ཆགས།

གཟུགས་བཟོད་མེད་ལ་ཡང་སྐྱེ་ཚར་ཡོད་ཞུ་སྐུལ་ནི་དེ་སོ་སོ་སྐྱེ་བོ་དང་འཕགས་པའི་སྐད་ཆ་གོ་ཡོད་མ་རེད་དགོངས་དག་ཆོག་གཟུགས་བཟོད་མེད་ལ་ཡང་སྐྱེ་བ་ལེན་ཚར་ངེས་ཀྱི་གང་ཟག་སྐྱེ་ཚར་ཡོད་ཞུ་སྐུལ་ནི་གང་ཟག་དེའི་རྗེས་ལ་མི་དགེ་བ་དང། གང་ཟག་དེའི་རྗེས་ལ་སྡིག་པའི་གི་སེམས་ཙམ་ནི་ངས་འདི་བྱས་ཡོད་མ་རེད་ད་ངས་འདི་བྱས་ཡོད་མ་རེད་སྤངས་མ་རེད་ད་སྤངས་པའི་ངེས་པ་གལ་ཡོད་མ་རེད། ངས་འདི་བྱས་ཡོད་མ་རེད། འོང་འདི་ཞུས་ན། ད་གར་སྐྱེས་ནས་ཁོ་བཟོས་བཟོས་མེད་ལ་ཡ་སྐྱེས་བ་ལས་ཡོང་དུས་ག་ལ་འདོད་ཆགས་དེ་ནི་ལུས་མང་དེ་ཆགས་འགྲོ་གི་ཡོད་རེད་ཟེར་ན། ཁ་བཙུམ་ང་ཚོ་སྐད་ཆ་བྱུང་བ་ན་ཤི་རེད་བཟོས་བཟོས་མེད་ལ་ཡ་སྐྱེས་བ་ལས་ཡོང་དུས་ཙམ་ནས་གཙོ་བོ་དེ་ཞི་གནས་འགོག་སྟོབས་ཀྱི་སྐྱེས་བ་ལེན་དགོས་རེད། གཙོ་བོ་དེ་ཞི་གནས་འགོག་འབུད་སྟོབས་ཀྱི་སྐྱེས་བ་ལེན་དགོས་རེད་འདི་འདྲའི་ཡིག་ཚང། དཔེར་ན་གཟུགས་གཟུགས་མེད་ཀྱི་ལྷ་དང་གཟུགས་ཁོ་རང་ནི་གཞན་ལས་ཀྱི། གཞན་ལས་ལ་དེ་ནི་བྱུང་ཆོག་རེད། གཞན་ལས་བསྒོམས་པ་ལ་དེ་ནི་བྱུང་ཆོག་རེད། ཁོ་རང་གི་འཁོར་ཡུག་དེ་ཡང་གཞན་ལས་བསྒོམས་པའི་སྟོབས་ཀྱིས་འགྲུབ་འོང་ཆོག་རེད། གཞན་ལས་བསྒོམས་པའི་བདག་པས་འགྲུབ་པར་ཆགས་ཡོད་རེད། ཁོ་རང་གི་ལྷ་ཁོ་རང་གི་ཕུང་པོ་དེ་གས་ཏེ། ཉེས་མང་དེ་ནི་གཞན་ལས་བསྒོམས་པའི་སྣང་མེད་ཀྱིས་འགྲུབ་པར་ཆགས་ཡོད་རེད། ཨ་ནི་ད་ག་ན་ཞིག་ལྷ་དེ་གའི་རྗེས་ལ་སེམས་དང་ཤེས་པ་དེ་གས་ཏེ་གཞན་ལས་བསྒོམས་པའི་སྦྱིན་མཐུ་གིས་འགྲུབ།

ལི་སེ་མ་བརྗིད་པའི་ལྷིང་འཇགས་བྱེད་ངེས་དང། སེ་བརྗིད་མ་ཤེས་པ་དེ་མ་ཤེས་བ་བྱེད་ངེས། མ་འཇོང་པོ་བཟོ་ངེས་ཏེ་འདི་ཙམ་ནས། གཟུགས་བཟོད་མེད་ལ་ཡར་སྐྱེ་བ་གླེང་པའི་ལྷ་དེ་གས་ཏེ། ཞི་གནས་ཀྱི་སྟོབས་ཀྱིས་ཁོ་རང་ཞི་གནས་ཤུགས་ཆེན་པོ་ཞི་བ་བྱས། གང་ཟག་དེ་གཅིག་ལ་གཞན་དུ་མ་འདྲ་བ་ཅིག་ཆགས་ས་དེ་ཙམ་ནས། ཁྱོད་བརྗིད་ལ་ཡོད་པའི།

ཟད་པ་སྤང་དགོས་པ། ཐེག་པ་ཆེན་པོ་འདྲ་བོ་ཅིག་ལ་ཡར་སོང་ལ་བཏང་པ་ཡིན་ན་ས་བརྒྱད་པའི་བར་དུ་ཡོད་རེད། ས་བརྒྱད་པ་ནི་འདོད་ཆགས་ཟེར་ཡ་འདྲ་བོ་དེ་ཚོ་སྔན་རྗེས་དེ་བརྗེད་ཡ་མི་ངེས་སོ་ཤ་རེད་སྔན་རྗེས་བ་བརྗེད་རྒྱུ་ཡོད་མ་རེད། སྤང་ཡང་དེ་ག་དུས་སྤང་གི་རེད་ཟེར་ན་སངས་རྒྱས་དུས་སྤང་ཡོང་གི་རེད་དུམ་བུ་གཉིས་ནི། དེ་རྗེས་ལོ་རེ་ཞུ་མཁན་འདྲ་བོ་ཅིག་ཡིན་ན་ད་ལྟེ་བ་དེ་དུས་ཀྱི་ཞུས་པ་ཡིན་ན། དེ་ནི་ད་ལྟའི་དྲིན་ཐིག་སྐད་ཅིག་བཤད་པ་ཡིན་ནི་ཆད་པ་དོགས་སུ་ཡོད་རེད། དཔེར་ན། ཨ་མ་འཐེན་ཆོག་ལྟ་བུ་ཅིག་ཡིན་ན་ནི་ས་བརྗེ་བ་ནི་ཁོ་རུ་འདེད་ཆགས་ཁོ་རུ་ཟད་པ་སྤང་ལུགས་རེད་ཟེར་གོ་རེད། དད་པ་ཆེན་པོ་ཡིན་ན། ནི་ང་ཚོ་ཕྱི་སེམས་ཙམ་པ་དུ་ཨ་མ་རོ་བརྗེས་པ་ལྟ་བུ་ཡིན་ན། ནི་ས་བརྗེ་བ་ནི་འདེད་ཆགས་སྔན་ཅི་ལྟར་བྱས་མིན་གྱི་སོ་ཤ་མ་གཏུགས་ཅིག་གིས་འདེད་ཆགས་ཟད་པ་སྤོངས་པ་ལ། དུམ་བུ་ཉིད་ནི་ཐེག་ཆེན་ལོགས་ནས་ཞུ་ངེས་ཅིག་ཡིན་ན་སངས་རྒྱས་འདི་མ་གཏོགས་སྤང་ཐུབ་ཀྱི་མ་རེད་ཟེར་ནས་དེ་དྲིན་ཐིག་གི་ཆད་པ་དེ་འདྲ་ཡོད་རེད།

དཀའ་ངལ་དང་གི་གར་སོགས་རེད་དེ་ནས་དང་པོ་ནི་ཁྱད་པར་ཆེན་པོའི་ཀློང་དུ་ཞུགས་ངེས་ཡིན་ན་ས་བརྗེས་པའི་བར་དུ་འདོད་ཆགས་ཡོད་དགོས་ངེས་རེད་ཟེར་དུས་ག་ལ་ད་ང་རོ་ཚོ་གང་ཟག་ཕལ་རིའི་འདོད་ཆགས་ནང་བཞིན་དེ་འདྲ་དེ་ཡོད་མ་རེད་འདོད་ཆགས་ཕྲ་མོ་དེ་འདྲ་ཡོད་རེད། གང་ཟག་ཕལ་རིའི་གི་འདོད་ཆགས་ནང་བཞིན་དེ་འདྲ་ཡོད་མ་རེད་ཡིན་ན་ཡང་འདོད་ཆགས་ཀྱི་ཆ་ཕྲ་མོ་དེ་ཡོད་དེ། ཨ་ནི་དང་གི་གྲུབ་མཐའ་དེ་དག་གི་རྗེས་ན་ས་བརྗེས་པའི་བར་དུ་འཇུག་རེད་ཟེར་ནས་དེ་གསུངས་གི་ཡོད་རེད། དེ་ནས་གར་སོང་བས་ད་ཐེངས་ང་ཚོ་འདེད་ཆགས་ངོ་བོ་དེ་འདྲིས་པ་བྱས། ད་བཞེད་དུང་ཤེས་འོང་དེ་ག་ལ་བཞེད་དུང་ཕྱག་དུང་སྙིང་པོ་དེ་བེད་དུ་འཁོར་རོ་འཛི་དུང་པས་དུ་ད་ཆགས་དེ་རེད་འཛི་དུང་འགལ་བ་བེད་དུ་བཏང་བཏང་པས་འགལ་ད་ཆགས་དེ་རེད། སྦྱིན་སྲེག་ག་རེད་ཟེར་ན་དཔེ་ན་ཆགས་བཞག་ན་ང་རོ་སོ།

ཨ་ནི་ཁོང་ཁྲོ་སྐྱེས་ཡོད་ན་འདྲ་ཁོང་ཁྲོ་ག་ག་ལ་སྐྱེས་ཡོད་ན་ཡང་ཁོང་ཁྲོ་སྐྱེས་སའི་ཡུལ་དེ་ཡིད་དུ་མི་འོང་བ་ཞིག་དགོས་ཀྱི་མ་རེད་དེ་ཡིད་དུ་འོང་བ་དང་མི་འོང་བ་ལ་ཁྱད་པར་གང་ཡང་ཡོད་མ་རེད། ཡིན་ན་ཡང་ཁོང་ཁྲོ་སྐྱེས་ཉིན་གྱི་གང་ཟག་དེ་ཡིས་དེ་ནི་ཁོ། ཚེ་ལས་བརྒལ་བའི་ཡིད་དུ་མི་འོང་བ་ཞིག་ལྟ་དགོས་རེད། ཚེ་ལས་བརྒལ་བའི་ཡིད་དུ་མི་འོང་བ་ཅི། ཚེ་ལས་འདས་པའི་ཡིད་དུ་མི་འོང་བ་ཞིག་ལྟ་དགོས་རེད། དཔེར་ན་ཆ་བྱས་ན་དེ་གཉིས་པོའི་གཙང་གཉིས་ནི་ཁོ་རང་ཡིད་དུ་མི་འོང་བ་མ་ཡིན་ཁེགས་ཀྱི། ཨ་ནི་གང་ཟག་ཅིག་ཡིན་ན་ཡང་དེ་ལ་ཁོ་རང་གིས་སྒྲོ་བཏགས་ནས་དེ། མིག་གི་དཔེ་དེ་གདུལ་བྱ་རེ་ཟེར་སྒྲོ་བཏགས། ལྕགས་ལ་དེ་གདུལ་བྱ་རེ་ཟེར་ནས་སྒྲོ་བཏགས་ནས། ཡིད་དུ་མི་འོང་བ་ཞིག་བཏགས་ནས་དེ་ལ་ནི། མི་བཟད་པའི་བསམ་པ་དེ་སྐྱེ་དགོས་རེད། མི་བཟད་པའི་བསམ་པ་དེ། སེམས་ཀྱི་སྡིག་ནི། གདུང་སེལ་གྱི་བསམ་པ་དེ་སྐྱེ་དགོས་རེད། སེམས་ཀྱི་སྡིག་ནི་གདུང་བའི་བསམ་པ་དེ་སྐྱེ་དགོས་རེད། འདི་འདྲ་ཡིག་ཚང་ཁོ་དཔེ་ན་ཆགས་བྱས་ན་ང་རོ་སོ་བདག་ཅག་གི་བསྟན་པ་ལྟ་བུ་ཅིག་ལ་སྨིན་ནས། ཐོས་པ་སངས་རྒྱས་བཅོམ་ལྡན་འདས་ལ་དམིགས་པའི་ཁོང་ཁྲོ་བྱེད་ངེས་དོན་དེ་ཡོད་རེད་བ། བྱས་ཙང་ཁོ་ཕ་ཕྱུགས་གང་ཟག་དེ་ང་ཚོ་ཁོང་ཁྲོ་སྐྱེ་ས་གི་གནས་རྩ་ནས་མ་རེད་དེ་ཡིན་ན་ཡང་སོ་སོ་གི་ཅིག་འདོད་དོན་མ་འགྲུབ་བར་དུ་སོ་སི་གི་གནད་འགག་ཅིག་ལ་ཐུག་འུ་དེ་སྤྲོ་བཏང་ནས་ཁོ་རོ་ནི་ཁོང་ཁྲོ་བྱེད་ཡག་གི་འདི་ཡུན་གོ་བ་རེད་འོ་འདི་རེད་ད་ཁོང་ཁྲོ་ངོ་བོ་དེ་དེ་རེད།

མི་དེ་གིས་ལས་ཀ་ག་རེ་བྱས་ན་ཡང་འགུལ་སྐྱོད་བཏང་ཚད་ཚང་མ་བསྡུ་བྱ་བྱས་དང་ཡག་པོ་སྨན་བཅོས་བྱས་དང། བས་ཧ་ཅང་གི་དེ་ནས་བས་ག་ཚོད་ཀྱི་ངན་པ་ཞིག་ཐོན་པོ་རོགས་པ། ཡིན་ན་ཡང་ད་ཉི་མ་ཁ་ཤས་ཟིག་ཕྱིན་པའི་རྗེས་ལ། ནས་མི་དེ་དང་ཆུང་པོ་ཆགས་ཡང་མི་དེ་དང་གྲོགས་པོ་ཆགས་མི་དེ་དང་ཡག་པོ་ཆགས་ནས་འབྲས་བུ་ཡག་པོ་ཆགས་འོང་དུས་ག་ལོ། སོ་སོས་ཀྱིས་མི་དེ་ལ་ལྟ་སྟངས་ཀྱིས་སང་ལོ་དེ་ཁ་ཚང་བཏང་འགྲོ་ཐུག་ཐུག་ད་རེས་ད་དུང་ནས་བས་དེ་འཇོག་འགྲོ་དགོས་རོགས་པ། དངོས་གནས་བྱས་ན་མི་དེ་མི་གཅིག་རེད་པ།

ཅེས་སྨྲས་ཅི་ལ་ཁོང་ཁྲོ་ཟ་བའི་གནས་འགགས་དེ་ལ། དེ་ནས་བརྒྱ་ཆ་དྲུག་ཅུ་ལྷག་ཟིག་ཅེས་ཁོང་ཁྲོ་གཅིག་གཉིས་ཀྱི་གང་ཟག་ཁོ་རང་གིས་སྒྲོ་བཏགས་འཇོག་རེ་བྱས། བད་ཁོ་རང་སྒྲོ་བཏགས་འཇོག་རེ་བྱས། མ་གཏོགས་ཅིག་གིས་དེ་ཏག་ཏག་གཉིས་པའི་གནས་ཚད་ལ་གནས་དེ་བའི་གནས་སྟོབས་གཅིག་ལ་གདོང་བ་དེ་གཅིག་གི་མ་འདུག་ཁོང་ཁྲོ་གཅིག་གི་མ་འདུག་ཟེར་ནས་ད་ལྟའི་བའི་བསྟན་པའི་གསལ་པོ་བྱས་ནས་དེ་འདྲ་བྱས་ནས་སྐད་ཆ་བཤད་ཡོང་གི་འོ་ར། དེ་ད་འདིའི་སྐད་ཆ་འདི་བཤད་ཡོང་དུས་སྐབས་ལ་ང་རང་སོགས་རྔན་མ།

དེ་ནས་ག་རེ་གསུངས་པ་རེད་ད། ཉིན་མོ་ཡོངས་སུ་རྫོགས་པའི་ནང་ལ་བཞེད་སྟོང་ཟིན་ན་དེ་ལས་བསྡུ་བ་གི་ཉིན་མོ་ཅིག་ཙམ་ལས་ཡོད་མ་རེད་ད་བཞེད་སྟོང་གི་སྐད་ཆ་ཁ་སང་ལ་མང་པོ་བཤད་ཚར་བ་ཡིན། བཞེད་སྟོང་ལས་བསྡུ་བའི་གི་ཉིན་མོ་གཅིག་སྟོང་ནས་ཉིན་མོ་ཡོད་རྫོགས་གི་ནང་ནས་ཉིན་མོ་བརྒྱ་ཕྲག་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་ག་ཟིག་ཡོད་པ་ཡིན་ནི་དེ་ཐོང་ཆེ་གི་ནང་ནས་བཞེད་སྟོང་ནང་བཞིན་གི་ཉིན་མོ་གཅིག་ཙང་ཉིན་རག་མ་རེད། བཞེད་སྟོང་ལས་བསྡུ་བའི་ཉིན་མོ་གཅིག་ཙང་ཉིན་ཡོད་མ་རེད། སྦྱིན་སྲེག་ག་རེ་རེད་ཟེར་ན། དཔེར་ན་ང་ཚོ་འདོད་ཆགས་སྐྱེས་འོང་དུས་དཀའ་ལོ་འདོད་ཆགས་སྐྱེས་བར་དུ་དེ་སྙིང་དུ་སྡུག་བསྔལ་ཡོང་པའི་ངེས་པ་ཡོད་མ་རེད། ང་རྒྱལ་སྐྱེས་བར་དུ་དེ་སྙིང་དུ་སྡུག་བསྔལ་ཡོང་པའི་ངེས་པ་ཡོད་མ་རེད། མ་རིག་པ་སྐྱེས་བར་དུ་དེ་སྙིང་དུ་སྡུག་བསྔལ་ཡོང་པའི་ངེས་པ་ཡོད་མ་རེད། བྱེད་སྟངས་སེལ་ངེས་ཏེ་ཁོང་ཁྲོ་སེལ་ངེས་ཏེ་རྗེས་ལ་ཅི་གསུང་ན་དེ་སྙིང་དུ་ཁོ་ལ་གང་ཟག་དེའི་སེམས་ལ་སྡུག་བསྔལ་ཡོད་པའི་ཆག་སྒོ་ཡོད་རེད་སྡུག་བསྔལ་ཡོད་པའི་ཆག་སྒོ་ཡོད་རེད་ཆགས་པ་ཡོད་རེད། སྐད་ཆ་གསལ་བོ་ཅིག་ནས་ཤོད་པ་ཡིན་ན་བཞི་སྟོང་ཡིན་ན་ངེས་པར་དུ་ཚོང་སྡེ་ལ་ཡིད་མི་བདེ་ཡོད་དགོས་རེད། ཡིད་ཀྱི་སྡུག་བསྔལ་ཡོད་དགོས་རེད། ཚོང་སྡེ་རྣམ་མང་སྣ་ཚོགས་ལ་ངེས་པར་དུ་ཡིད་ཀྱི་སྡུག་བསྔལ་ཡོད་དགོས་རེད་བཞི་སྟོང་དེ་སྐྱེས་འོང་གི་རྩ་ནི། ཁོ་རང་བཞི་སྟོང་ཁོ་རང་དུ་སྙམ་དུ་ཡིད་ཀྱི་སྡུག་བསྔལ་དེ་ཡོད་རེད་ཡོད་ཡོད་པ་རེད། དེ་འདྲའི་ཡིད་རྩ་ང་ཚོ་བཞི་སྟོང་ཟེར་མཁན་དེ་སྐྱེས་འོང་དུས་ནས་ཟིན་ལ་ན་དེ་དེའི་གསུང་ངན་ན་ཟུག་ཟེར་ཡ་གཅིག་ཡོང་གི་འོ་རེད། དེ་ཡིན་གྱི་རྩ་ནི་བཞི་སྟོང་དེ་ཨ་ལེ་ཁོ་རང་ཉིན་མོ་གཞན་པ་དང་མི་འདྲ་བའི་ཉེས་དམིགས་གཅིག་དེ་ཡོད་རེད། དེ་ནས་ད་གཞན་པ་གཅིག་གར་ཡོད་རེད་ཟེར་ན་ད་ཁོང་ཁྲོ་གིས་དེ་ནས་ཁོང་ཁྲོ་ཟིག་ངས་དེ་དགེ་རྩ་སྐྱོང་གི་ཡོད་རེད། ཁོང་ཁྲོ་གིས་དགེ་རྩ་གང་ཅི་སྐྱོང་གི་རེད་ཟེར་གི་ཟེར་ནས་ཧ་ཅང་གིས་དེ་ནས་བུ་ཁོང་ཁྲོ་ཅིག་སྐྱེས་འོང་དེ་ནས་སོ་སི་གིས་ངན་བསགས་པའི་དགེ་རྩ་ལྟོ་ཆེན་པོ་དུ་སོང་མེད་པ་སོང་ནས་སྐྱོང་འདྲ་གི་འོ་རེད། དཔེར་ན་འདོད་ཆགས་ཀྱི་དེ་ནས་ཞིག་སྐྱོང་ཐུབ་གི་མ་རེད། ཞལ་གདོང་གི་སྟེང་ན་ག་སོགས་རེད། ང་རྒྱལ་གྱི་སྟེང་ན་ཞིག་ཅང་ཐོག་གི་མ་རེད་མ་རིག་པའི་སྟེང་ན་ཞིག་ཅང་ཐོག་གི་མ་རེད། ཁོང་ཁྲོ་སེང་ངེ་དེ་གི། ཉིན་མོ་གཞན་པ་དང་མ་འདྲ་བ་བྱས་ནས་སོ་སེང་ངེ་ལ་ས་བྱ་འཇུག་དགེ་རྩ་ཡོངས་རྫོགས་ཆུད་ཟས་བཏང་དགོས་པ་རེད། ཆུད་ཟས་བཏང་ཟེར་ནས་ག་འདྲའི་ཁྱི་ལ་ཟེར་དགོས་པ་རེད་ཟེར་ན་དཔེར་ན་ང་ཚོ་ཞིང་ཁ་ན་ལ། ཞིང་ཁ་ཡག་རྟ་ཡག་གི། དཔེར་ན་ས་བོན་འདྲ་བོ་བྱས་ན་ས་བོན་དེ་རུལ་སོང་ན། ས་བོན་དེ་རུལ་མགྱོགས་ཆགས་སོང་ན་རྗེས་མ་འབྲས་བུ་ཐོགས་རྒྱུ་ཡོད་མ་རེད་ལོ་ཏོག་སྐྱེ་གི་མ་རེད་བ། དེ་ན་ཞིག་ངའི་ས་བོན་རྒྱལ་དབང་དེ་གས་དེ་དེ་འདྲས་ན་ཞིག་བཟོ་ཐུབ་གི་རེད་ཟེར་ཞལ་གདོང་གིས།

ཁོང་ཚོ་སྐྱེས་ས་གིས་དེ་ཅང་ཞུས་ཟིན་པར་གཟིགས་གི་ཡོད་རེད་བ། ཨ་ནི། ད་ད་དུང་དེའི་སྐོར་སྐད་ཆ་མང་པོ་ཡོད་རེད་ད་ང་ཚོ་ཞེ་ས་ལ་ཞུས་མི་དགོས་བ་ཅིག་སྐད་ཆ་མང་པོ་ཡོད་རེད་འདི་འདྲའི་ཅིག་གི་མཚན་པ་ཅིག། ལྷག་པར་དུ་ང་ཚོ་ཕྱི་དྲོ་ནོང་ཕན་ཚུ་ཡོད་རེད་བ། ང་ཚོ་དཔེར་ན་ནོང་པིག་གི་ཕྱི་རྒྱུག་ངེད་ཀྱི་དགེ་རྒན་གཅིག་གི་མདུན་ནས་དཔེ་ཁྲིད་ཉེ་ངེད་ཀྱི་ཕྱི་དྲོ་ནོང་ཕན་ཚུ་ལ་ཁོང་ཁྲོ་སྐྱེས་པ་ཡིན་ན་དེ་འབྲེལ་བ་མེད་ངེད་ཀྱི་གང་ཟག་ཕལ་བ་ཅིག་ལ་ཁོང་ཁྲོ་སྐྱེས་པ་ལས་ཁོང་ཁྲོ་ཤུགས་ཆེ་ཡང་ཡོད་རེད།

དེ་ནས་ད་ཁོང་ཁྲོ་གི་འབྲས་བུ་ཅི་ཡོད་ར་ཁོང་ཁྲོ་ཁོང་ཁྲོ་སྲིད་ངན་དེ་ལ་སྡིག་པ་གོ་རེས་དང་གི་ཞུས་ཡིན་པ་ཁོང་ཁྲོ་ལ་མི་དགེ་བ་གོ་རེས་སྡིག་པ་གོ་རེས་ཁྱི་ཡི་འབྲས་བུ་དེ་ལ་རྣོ་མི་སྡུག་བསྔལ་མང་དུ་ཡོན་ཡོད་མ་རེད། ཁོང་ཁྲོ་གི་འབྲས་བུ་དེ་ལ་རྣོ་མི་སྡུག་བསྔལ་མང་དུ་རྩ་ནས་ཡོང་མ་རེད་ད། འདོད་ཆགས་དང་ང་རྒྱལ་དུ་མ་རིག་པ་སྲིད་ཡ་དུ་སུ་ལ་སྡིག་པ་ཡིན་མིན་ངེས་པ་གི་ཡོད་མ་རེད་རྣོ་མི་ལ་ཡང་སྡུག་བསྔལ་ཡོང་གི་པའི་ངེས་པ་གི་ཡོད་མ་རེད་བ། ཁོང་ཁྲོ་སྲིད་ངན་དེ་ལ་འབྲས་བུའི་ཆ་ནས་སྐད་ཅིག་བཤད་པ་ཡིས་རྣོ་མི་སྡུག་བསྔལ་མང་དུ་ཡོན་ཡོད་མ་རེད་དེ་འདྲ་ཡིས་རྩ་ཉེས་མེད་ཆེན་པོ་རེད།

ད་དེ་འདྲའི་ཡི་གེ་རྩ་ནི། ངས་ད་ལྟ་འདི་ན་ལ། ཁྱོད་རང་སོགས་ལ་བྱས་སོ་ད་ཡང་ཅིས་ལ། ང་རོ་སོགས་ཀྱི་ཅིས་ཁོང་ཁྲོ་གི་ཉེས་དམིགས་ཤེས་པ་དང་ཁོང་ཁྲོ་གི་ཉེས་དམིགས་ཤེས་འོང་དུས་ག་ལ་རུ་བ། ཁོང་ཁྲོ་གི་བྱེད་ལས་དང་ཉེས་དམིགས་བྱེད་ཡག་སོགས་འདྲ་པོ་དང་ང་རོ་སོགས་ཀྱི་ཅིས་ས་གཅིག་ཏུ་ལོ་ལྔ་སྐད་ཆ་དང་གི་བྱེད་ཡག་བདེ་གཤེགས་སྐད་ཆ་བྱེད་ཡག་སོགས་འདྲ་པོ་དེ་འདྲས་ལ། ང་ཚོ་དཔེ་ཁྲིད་བྱས་འོང་དུས་ག་ལ། ཁྱོད་རང་སོགས་དགོན་པ་ཞིག་ཡ་དེ་ལ།

ཡིན་ན་ཡང་ད་རིང་ང་ཚོ་འདི་གི་དཔེ་ན་ཁོང་ཁྲོ་གི་ཉེས་མིང་འདྲ་བོ་ཤི་ཡོང་གི་འདུག་ག་ལ་འདི་གསུམ་མོ་གར་འཁོར་དགོས་རེད་ཟེར་ན། སོ་སོའི་རྗེས་ལ་ཡོད་པའི་ཁོང་ཁྲོ་དེ་ངོ་སྤྲོད་བྱེད་ཀྱི་ཡོད་པའི་རྣམ་པ་དེ་གསུམ་མོ་འཁོར་ཐོག་དགོས་རེད། འདོད་ཆགས་ཡིན་ན་ད་ག་རང་རེད། དེ་འདྲ་ཡིན་ཚ་དེ་གསུམ་མོ་འཁོར་ཐོག་པ་ཡིན་ན་འདི་གི་ཐོག་ནས་བྱས་པ་ག་རེ་ཡོང་གི་རེད་ཟེར་ན་ཇི་མ་སོ་སོ་གི་ཀྱི་ག་རེ་སོག་རེད་ཁོང་ཁྲོ་མོ་སྐྱེ་ཡ་དང། ཞེན་ཆགས་འདྲ་བོ་སྐྱེ་ན་གོང་མཐོ་ཐོག་གི་མ་བསྐྱག་ཐོ་ཡ་དང། དེ་འདྲས་ལ་ཁྱད་པར་ཡོད་དགོས་རེད། དེ་འདྲས་ཡིག་ཚང་ནི་དེ་ངེས་པར་དུ། མ་འོངས་པ་སུ་གཅིག་ལ་སྐྱེ་ཡག་འདུག་དང་ལྟ་སུ་སུ་གཅིག་ལ་ཡོད་པའི་དུས་ས་དེ་གས་དེ་ངོ་འཕྲད་བྱེད་ཀྱི་ཡོད་སྙོན་པའི་འཚོ་བ་འཚོ་བ་འདྲ་བ་གཅིག་ངེས་པར་དུ་སྐྱེ་དགོས་རེད་དེ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་རོགས་གནང། དགོངས་དག། ད། ཆ་སྟོང་སྙིང་པོ་དེ་གཙོ་བོ་ག་རེ་ལ་བརྟེན་ནས་བྱུང་དགོས་ཡོད་རེད་ཟེར་དེ་ཙམ་ནས་ཆ་སྟོང་སྙིང་པོ་དེ་གཙོ་བོ་མ་རིག་པ་ལ་བརྟེན་ནས་བྱུང་དགོས་ཡོད་རེད་ཟེར་ནས་དེ་སྐད་ཅེས་ཤེས་དགོས་རེད། དེ་འདྲ་ཡིན་ཙང་ང་ཚོ་བདུད་རྩི་ཟེར་འོང་དེ་ད་གིན་ཆ་སྟོང་ཡིན་ད་གིན་རེད་ཞུ་ས་རོགས་བ། ད་མ་རིག་པ་དེ་ཆ་སྟོང་ཉིད་ཞུ་ས་དེ་མ་རིག་པ་ལ་དེ་ནི་འཇུག་འགོ་རེད་དེ་ཟེར་བྱ་དགོས་རེད། མ་རིག་པ་ལ་དེ་ནི་ཆ་སྟོང་ཉིད་འཇུག་གི་རེད། དེ་འདྲ་ཡིན་ཙང་ད་མ་རིག་པ་ཟེར་ཡ་དེ་གཙོ་བོ་དེ་གང་ཅི་རེད་ཟེར་ན་ཡིད་ཀྱི་གནས་ལུས་ལ་རྨོངས་པས་གིས་ད་བྱེད་ལས་ཡོང་ངེས་ཅི་ལ། ཡིད་ཀྱི་གནས་ལུས་ལ་རྨོངས་དེ་ངས་གིས་བྱེད་ལས་ཅི། ཁོ་རང་གི་ལས་ཀ་གཙོ་བོ་འདྲ་པོ་དེ་ཡིད་ཀྱི་གནས་ལུས་ལ་རྨོངས་པ་དེ་རེད། ད་རྨོངས་པ་ཟེར་འོང་དེ་ག་ལ་གཙོ་བོ་གོ་བ་གང་ཅི་ལེན་རྒྱུ་ཡོད་རེད་ཟེར་ན་སྤྱི་བཏང་གི་རྨོངས་པ་དེ་ལ་རྐྱེན་ལྔ་ཤེས་ལ་སྨོན་པ་བསལ་ཡག་སོ་འདྲ་པོ་ཐར་བ་ལ་སྨོན་པ་བསལ་ཡག་སོ་འདྲ་པོ་ལས་འབྲས་ལ་སྨོན་པ་བསལ་ཡག་སོ་འདྲ་པོ་དེ་འདྲའི་མང་པོ་ཡོད་རེད་དེ་རྐང་འདི་ཡིས་ང་རོ་སོ། དུས་ངན་ལས་ལ་དེ་ནས་བྱུང་ལས་ཉིན་མོ་ལ་དེ་ནས་བྱུང་ཉིན་མོ་རྩ་བ་མ་རིག་པ་ལ་དེ་ནས་བྱུང་གི་རེད་ཟེར་དེ་མ་རིག་པ་དེ་གཙོ་བོ་དེ་ག་རེ་ལ་གོ་གོ་རེད་ཟེར་ན་བདག་མེད་ཀྱི་གནས་ལུགས་ལ་མ་རིག་པ་དེ་རེད། བདག་འཛིན་གྱི་ངོ་བོ་བྱེད་པའི་མ་རིག་པ་དེ་དང་བདག་མེད་ཀྱི་གནས་ལུགས་ལ་མ་རིག་པ་དེ་ལ་གོ་གོ་རེད་གཙོ་བོ་འདི་ཁ་དུས་ཀྱི་སྟངས་ཀྱི་མ་རིག་པ་ཡིན་ན་དེ་ཡིས་གོ་གོ་མ་རེད་དེ་ད་ལྟ་རྐང་འདི་ཤེས་འདི་པའི་སྐད་ཆ་གཙོ་བོ་འདི་མ་རིག་པ་དེ་འོ་འདི་ལ་གོ་གོ་རེད། སྤྱི་བཏང་གི་སྤྱི་རྣམས་མ་རིག་པ་སེལ་དེ་ལ་འདྲ་མི་འདྲ་མང་པོ་ཡོད་པའི་ནང་ནས་ད་ལྟ་བཀའ་དབང་གིས་ང་ཚོ་བདེན་བཞི་ཤེས་པའི་ཁ་ཐུག་གི་གཙོ་བོ་མ་རིག་པ་དེ་ག་བར་གོ་དགོས་ཀྱི་རེད་ཟེར་དུས་ཙཱ་ནི་ད་ལྟ་གང་ཟག་གི་བདག་མེད་ལ་སྨོན་པའི་མ་རིག་པ་དང་གང་ཟག་བདག་འཛིན་ངོ་བོ་ཅན་པའི་མ་རིག་པ་དེ་ལ་གོ་དགོས་དགོས་རེད་ཟེར་བ། གང་ཟག་གི་སྡང་ཟུག་ངོ་བོ་ཅི་པའི་མ་རིག་པ་དེ་ལ་གོ་དགོས་པ་རེད་ཟེར་འདི་ག་ཅི་ཤེས་ཡར་བ། ད་གང་ཟག་སྡང་ཟུག་གི་ངོ་བོ་ཅི་པའི་མ་རིག་པ་ཟེར་ཡ་དེ་གང་གི་རེད་ཟེར་འོང་དུས་ད་དེ་ཁ་ཚང་ངས་དང་པོ་མགོ་བཙུགས་ནས་སྐད་ཆ་བཤད་འོང་དུས་ག་ལ་ཨ་མ་ཐེན་ཆེ་བ་བྱས་ནའང་ཟེར། ཨཱ་ནི། ག་རེ་སོགས་རེད་བདུད་རྐུན་ཉིད་དུ་མགོ་ལོང་གཉིས་ཀྱི་བ་ཙག་ལ་དེ་ལ། ཨཱ་ནི། བདེན་གཉིས་སྐད་ཆ་དེ་བཤད་དགོས་རེད་ཟེར་ནས་ཁ་ཚུགས་ཞུས་ཡིན་པ་ད་དེ་སྐད་ཆ་དེ་ད་རེས་འདི་ག་དུས་འདྲ་བ་ཆགས་ཀྱི་ཡོད་རེད་ཟེར། དེ་གང་གི་རེད་ཟེར་ན་ཨ་མ་ཐེན་ཆེ་བའི་ལུགས་ལས་བྱས་ན། འདི་ཆ་བར་དུ་གདུང་བ་སྐྱེས་ས་གི། ནི། ག་རེ་སོགས་རེ་ང་རེ་སོགས་མ་རིག་པ་དེ་བདག་འཛིན་ངོ་བྱེད་པའི་མ་རིག་པ་ཟེར་ཡ་དེ་ཡིས། བདེ་སྒྲུག་འཛིན་པའི་བློ། ང་ཚོ་བདེན་མེད་ཀྱི་ལོ་ཤོག་གི་བདེ་སྒྲུག་འཛིན་པའི་བློ་བདེན་མེད་ཟེར་ཡ་དེ་སྟོང་ཉིད་རེད་བ། སྟོང་ཉིད་ཀྱི་ལོ་ཤོག་འཛིན་པའི་བདེ་སྒྲུག་འཛིན་པའི་བློ་ཞིག་ལ་གང་ཟག་གི་དྭངས་རྩལ་བྱ་གི་རེད། ད་དྲ་ནག་དཀོན་མ་རུ་བརྗེས་པ་མན་ཆད་བྱས་ན། བྱ་དུག་སྐྱེས་ས་གི་མ་རིག་པ་དེ། ང་ཚོ་བདེན་མེད་ལུག་ཤུགས་ཀྱི་བདེ་སྒྲུག་འཛིན་པའི་མ་རིག་པ་དེ་ལ་བཞག་གི་མ་རེད། ག་རེ་ལ་བཞག་གི་རེད་ཟེར་ན། གང་ཟག་རང་ཅག་ཐུབ་པའི་རྩིས་སྤྲོད་འཛིན་པའི་འཛིན་པ་དེ་ལ་བཞག་གི་རེད། དེ་འདྲའི་ཡི་གེ་རྩ་ནི་རྩ་དབང་ཕྲག་དོག་ཇུ་ཚག་གི་ཉན་མོ་དེ་འདྲ་གི་ཡོད་མ་རེད། ད་ཐེངས་ཇོ་བ་དང་རུ་རྗེས་པ་མན་ཆད་བྱས་ན་འདྲ་གི་མ་རེད། རུ་རྗེས་པ་མན་ཆད་ཚང་མ་བྱིས་པ་རེད། མཁྱེན་སྐྱེ་བའི་ལུས་བཅད་ན། དེ་ཉིད་ཀྱི་རྩ་བ་གཅིག་པུས་ཀྱི་མ་རིག་པ་སྟེ། བདེ་དྲོད་འཛིན་པའི། རང་ཉིད་ནི་སྤྲོས་པ་དང་རང་བཞིན་གྱི་སྤྲོས་པ་འཛིན་པའི་བདེ་དྲོད་འཛིན་པའི། ཡང་མདོར་ན། སྟོང་ཉིད་ཀྱི་ལོ་ཤོག་གི་བདེ་དྲོད་འཛིན་པའི། མ་རིག་པ་དེ་རེད་ཟེར་སོ། དེ་ལ་ངེས་ཚིག་བྱ་དགོས། དཔེ་འདྲ་བོ་ཆ་ནས་ཞུས་པ་ཡིན་ན་དཔེར་ན་དག། མཁྱེན་སྐྱེ་བའི་སྐད་ཅིག་ཤེས་འོང་དུས་རྩ་ནི། ཁྱེད་འཇིགས་བའི་སྐད་ཆ་དེ་བཤད་འོང་དུས་ག་ལ་ང་ཚོ་བདེན་རྫུན་ཡོད་རེད་བ་ད་སྟོང་ཉིད་ལོ་ཤོག་འཛིན་པའི་བདེན་རྫུན་ཟེར་ཡ་དེ་ཡིས་ཉེས་དཀྲུགས་བྱ་དགོས་བ་རེད་ཤེས་རྒྱ་བྱ་དགོས་བ་མ་རེད་ཉིན་མོ་བྱ་དགོས་ཡོད་རེད། རང་ཁྱིམ་པ་མིང་ཆད་བྱས་ན་བདེན་རྫུན་ལ་ཕྱི་དྲོད་མ་གཏོགས་གཅིག་གི་ཉེས་དཀྲུགས་ཙམ་ལས་བྱ་དགོས་ཡོད་མ་རེད་ད་ཁྱད་པ་ཆེ་ཤོས་དེ་དེ་རེད་དེ་གི་ནོར་ཆ་ཞི་ཚགས་དེ་དེ་ང་ཚོ་དབུ་མ་ནང་ལས་དགོས་བ་རེད།

དང། རྡུལ་ངན་མེད་པ་གསོ་བ་ལ་ལས་མེད་པ་བཟོ་དགུ་བསྡུ་བ། ལས་མེད་པ་གསོ་བ་ལ་ཆ་བརྡུང་མེད་པ་བཟོ་དགུ་བསྡུ་བ། ཆ་བརྡུང་མེད་པ་གསོ་བ་ལ་ཆ་བརྡུང་གི་རྩ་བ་དེ་མ་རིག་པ་མེད་པ་བཟོ་དགུ་བསྡུ་བ། མ་རིག་པ་སེལ་ངེས་ཀྱི་མཁྱེན་བརྗོད་ལུས་ལས་བཞག་ཅེས་པ་ཡིན་ན་མ་རིག་པ་སེལ་ངེས་ཀྱི་བདེ་སྡུག་འཛིན་པའི་མ་རིག་པ་དེ་རེད་དེ་བསྡུ་བ། སྟོང་ཉིད་ཀྱི་རོ་མཆོག་གི་བདེ་སྡུག་འཛིན་པའི་མ་རིག་པ་དེ། དེ་འདྲའི་ཡིད་ཚང་བདེ་སྡུག་འཛིན་པའི་མ་རིག་པ་དེ་མེད་པ་སོགས་མ་ཐོག་ན། ཉོན་མོངས་མེད་པ་སོགས་མ་ཐོག་པ་དང་ལས་མེད་པ་སོགས་མ་ཐོག་པ་དང་སྡུག་བསྔལ་མེད་པ་སོགས་མ་ཐོག་པ་དེ་འདྲའི་རེད་བ། ད་བདེ་སྡུག་འཛིན་པའི་མ་རིག་པ་དེ་མེད་པ་བཟོ་བ་ལ་ག་འདྲའི་དགོས་གི་རེད་ཟེར་ན། བདེ་སྡུག་འཛིན་པའི་མ་རིག་པ་དེ་ཟད་པ་ལ་ཟད་པ་དེ་མགོ་བདེ་རེད་བ། དེ་ཟད་པ་ལ་དང་པོ་ལྔའི་ལས་བདེ་སྡུག་འཛིན་པའི་མ་རིག་པ་དེ། ལུག་པ་མཐོང་དགོས་རེད་བ་ལུག་པ་བློ་ལུག་པ་མཐོང་དགོས་རེད་བ། བློ་ལུག་པ་མཐོང་བའི་སྒོ་ནས་འཁོར་བཀག་དགོས་རེད་བ། བློ་ལུག་པ་མཐོང་བ་ལ། ཨ་ནི་བདེ་གྲོགས་འཛིན་པའི་མ་རིག་པ་དེ་གིས་འཛིན་པ་ན་ཤི་འཛིན་སྟོང་གི་ཞེན་མེད་པ་རིག་པ་རྟོགས་པ་རེད། དེ་རྟོགས་པ་ལ། དེ་ནི་ང་རོ་སོགས་ཟབ་མོ་སྟོང་མ་ཉིད་མ་རྟོགས་ན། རེད་པ། སྟོང་ཉིད་མ་རྟོགས་ན་དེ་རྟོགས་ཐུབ་ཀྱི་ཡོད་མ་རེད། དེ་འདྲའི་ཡིད་ཚང་མགོ་བདེ་བློ་ཡིད་དུ་འཆར་བ་ལ་ལྷན་སྐྱེས་ཀྱི་ལུས་ཅན་ནི་ངེས་པར་དུ་སྟོང་ཉིད་བློ་ཡིད་དུ་འཆར་བ་མངལ་ནས་འགྲོ་དགོས་པ་རེད། མགོ་བདེ་མཚན་མེད་གྲུབ་པ་ལ་ངེས་པར་དུ་ནི་སྟོང་ཉིད་མཚན་མེད་གྲུབ་པ་མངལ་ནས་འགྲོ་དགོས་པ་རེད། དེ་འདྲའི་ཡིད་དེ་རྩ་ནས། ཨ་ནི་མགོ་སྟིག་གི་འགྲེལ་བཤད་དེ་ཡོང་བ་ལ་སྟོང་ཉིད་འགྲེལ་བཤད་དེ་མ་ཡོང་ན་མགོ་སྟིག་གི་འགྲེལ་བཤད་ཟེར་ཏེ་བརྒྱ་ཐག་འཁོར་ཡོང་བ་མ་རེད་ཟེར་ན་གཙོ་བོ་ག་རེ་བཟོ་གི་རེད། ད་ལྟ་ཐེངས་ཤིག་ལུས་བྱས་ན། ད་རང་རྒྱལ་བ་མིང་ཆད་ཕྱིན་ན་དེ་འདྲས་མ་རེད་ཟེར་ག་རེ་ཟེར་ན། ད་ནི་ང་ཚོ་ད་གིན་ང་ཚོ་སྡུག་བསྔལ་དུ་ལས་དུ་ཉིན་མོ་གི་གཙང་བ་བྱུང་ས་གི་ངང་ཚུལ་དེ། དེ་ནི་བདེན་ཚིག་མ་རེད་བ། གོ། གང་ཟག་རང་ཆས་ཚུལ་འཛིན་རང་འཛིན་པའི་འཛིན་པ་དེར་བྱ་ག་རེ་མ་ཐུབ་བདེན་ཚིག་ལ་བྱ་གོ་མ་རེ་བ། དེ་འདྲའི་ཡིད་ཀྱི་ཆད་པ་དེ་འོ། དེ་འདྲའི་ཡིད་གཙང་གོ། བདེ་སྡུག་ང་ཚོ། གཙང་བ་མ་རིག་པ་དེ་ཟད་པ། ཟད་པ་དེ་ཤི་བ་ལ། མ་རིག་པ་ལོག་པ་ཤི་དགོ་རེ། ཤི་རྒྱུ་གི་མ་རིག་པ་ལོག་པ་དེ། གང་ཟག་རང་ཆས་ཚུལ་འཛིན་རང་འཛིན་པའི་འཛིན་པ་དེ་རེ་མ་ཐུབ་བདེན་ཚིག་ངོ། མ་རིག་པ་དེ་མ་རེ་བ། དེ་འདྲའི་ཡིད་གཙང། ད་འགྲེལ་བཤད་རོ་གཅིག་པ་མིང་ཆད་དང། བྱ་མཐའ་གོ་མིང་གི་འགྲེལ་བཤད་མ་འདྲ་ས་དེ་དེ་འདྲའི་བྱེད་ནུས་གོ། རོ་གཅིག་པ་མིང་ཆད་ཅེ་ན། མགོ་སྟེང་ངེས་ཚིག་བྱེད་པ་ལ།

བདག་གིས་ང་རོ་ཞུ་ཡ་གི་ང་རོ་སོ་ཞུ་ཡ་གི། མ་རིག་པ་དེ་བཀག་དགོར་བ། བདེན་གཟི་ངོ་བྱེད་པའི་མ་རིག་པ་དེ་བཀག་དགོར་བ། དཔེར་ན་དང། གོང་ལྟར་བྱུང། སྡང་གཟི་བཀག་དགོར་བ། ད་སྡང་གཟི་བཀག་འོང་དེ་ག་ལ་ཐིང་ཆེན་ཡུལ་ལུ་ལས་སྡང་གཟི་ཟིན་ངེས་ཀྱི་བདེན་གཟི་རེད་བ། དེ་འདྲའི་ཡིག་ཚང་སྡང་གཟི་བཀག་པ་ལ།

ཨ་ནི་མགོ་བདེ་བློ་བློ་ཡིད་དུ་འཆར་བ་ལ་དང་གི་རྩ་བ་དུད་ས་དེ་ཁོ་ནི་གཉིས་ཀྱི་ཁ་ནི་སྡང་རྩི་རེད་ལ་ཡ་ཅི་པ་རེད་དེ་ནས་སྡང་རྩི་ཉིང་རྩི་གཅིག་དང་འདྲ་པོ་ཡོད་མ་རེད། གཅིག་གི་གི་སྡང་རྩི་དེ་བདེ་སྐྱོང་འཛིན་པའི་འཛིན་པ་དེ་ལ་བཞག་ཡོད་མགོ་རེད། རུས་རྒྱུད་པ་མི་ཆེ་གཅིག་ནི་སྡང་རྩི་དེ་དང་གི་བཞུས་པ་ནང་བཞིན་རང་ཅག་ཐུ་བི་རྩི་སྐྱོང་འཛིན་པའི་འཛིན་པ་ལ་བཞག་ཡོད་མགོ་རེད། དེ་འདྲ་ཡིན་ཙང་རང་ཅག་ཐུ་བི་རྫས་ཡིག་གི་སྟོང་ང་དེ་སྟོང་ཉིད་མ་རེད་བ། མ་ཡིན་ཏེ་སྡང་རྩི་ཟེར་པ་ལ། བདག་འཛིན་བློ་ལ་པ་མཐོང་དགོས་རེད་ཟེར་ནས་ལག་གི་རེད། བློ་ལ་པ་མཐོང་བྱེད་ཀྱི་དེ་ནི་བདག་འཛིན་དེ། བདེན་དོན་འཛིན་པའི་འཛིན་པ་ལ་བྱ་དགའ་མ་རེད་རུ་ཅག་ཐུབ་པའི་རྩེ་གྲུ་འཛིན་པའི་འཛིན་པ་ལ་བྱ་ཡོང་དགོས་རེད། དེ་འདྲའི་ཡིག་ཚགས་དྲ་ཐག་ཀུན་མ་རང་གཅིག་པའི་མིང་ཆད་བྱས་ན། གང་ཟག་གི་བདག་མེད་ཟེར་ཡ་གི་གང་ཟག་གི་བདག་མེད་རགས་པ་བྱེད་རོགས། རང་ཅག་ཐུབ་པའི་རྩེ་གྲུ་བཀག་པའི་གང་ཟག་གི་བདག་མེད་ཟེར་ཡ་དེའི་བ་ཚྭ་ལ་ངེད་ངོ་སྤྲད་བྱེད་ཡོད་ན་འཇིགས་པ་བ་རེད། དེ་ནས་ད་གར་སོགས་རེད། མ་རིག་པ་དང་འཇིག་སྡིག་གི་ཁྱད་པར་དེ་གར་རེད་ཟེར་ཏེ་ཁ་ཚོན་ངེས་ཀྱིས་གཞོལ་ཞུས་ཚར་ཡིན། ཡོངས་འཇུག་ལྕགས་དང་ངེས་གཏད་ཅིག་ནས་གཞོལ་ཡ་ཅིག་ལགས། བྱེ་བྲག་སྨྲ་བ་དང། ལུགས་ཀྱི་འབྲུ་སེམས་ཙམ་པ་དང། རོ་གཅིག་པ་གསུམ་པོ་བྱས་ན་མ་རིག་པ་དང་འཇིག་དང་འགལ་བ་བཞག་གི་རེད། དེ་ཞུས་པ་ཡིན། མདོ་སྡེ་པ་དང་གར་སོགས་རིག་པའི་ཀྱི་འབྲུ་གི་སེམས་ཙམ་པ་དང་ཐལ་འགྱུར་བ་གསུམ་པོ་བྱས་ན། འཇིག་ལྟ་དང་མ་རིག་པ་ལ་མི་གཟུགས་བཞག་གི་རེད་འཇིག་ལྟ་ཡིན་ན་ངེས་པ་དུ་མ་རིག་པ་ཡིན། གོ་རེད། མ་རིག་པ་ཡིན་ན་འཇིག་ལྟ་རྩ་བ་ཉིད་ནས་ཡིན་དགོས་མ་རེད། མ་རིག་པ་དེ་ལ་བཏགས་མེད་ཀྱི་ངོ་བོ་བྱས་པའི་མ་རིག་པ་བཅོས་རེད་དེ་འཇིག་ལྟ་ཆགས་གི་མ་རེད་ཟེར་ནས་ཁ་ཚུར་དེ་ཞུས་པ་ཡིན། སྐད་ཅིག་གསུང་སྐྱོང་ཞིག་ཀྱང་རང་ལ་ཡང་གསལ་བོ་གོ་མི་སྲིད། ལ་སོ་ལ་སོ། གར་སོགས་རེད་དེ་ནས་མ་རིག་པ་དང་འཇིག་སྟེགས་ཀྱི་ཁྱད་པར་དེ་རེད་ད་དེ་སྤྱི་ཡོངས་དེ་ཀ་ལ་བྱེ་བྲག་སྨྲ་དབང་དང། ལུགས་རྗེས་འཇུག་སེམས་ཙམ་པ་དང། རུ་བྱིས་པ་གསུམ་པོ་དེ་གིས་བྱས་ན་འཇིག་ལྟ་དང་མ་རིག་པ་དེ་འགལ་བར་བྱེད། ད་མདོ་སྡེ་པ་དང་རིག་པའི་རྗེས་འགྲོ་གི་སེམས་ཙམ་པ་དུ་འཐེན་འཁྱེར་བ་གསུམ་པོ་བྱས་ན་འཇིག་ལྟ་དང་མ་རིག་པ་གཉིས་པོ་དེ་ལ་མི་གསུང་རེད་ཨ་ལེ་ངས་བལྟས་ཞུས་ན། མི་གསུང་མི་གསུང་བས་ཀྱི་ན། མི་གསུང་མི་གསུང་གསང་རྒྱུད་རེད། དེ་ནས། ད་དེ་སྦྱིན་སྲེག་དེ་ག་རེ་རེད་ཟེར་ནས་སྐད་ཆ་བཤད་དེ་ག་ལ་ཁ་ཚུགས་ཞུས་པ་ཡིན་ག་རེ་ཟེར་ན། ཨ་ནི། ད་ནང་ང་ཚོ་ཐེན་ཅོན་དབང་དང་རིག་པའི་སྤྱི་འགྲོ་གི་སེམས་ཙམ་པ་དང། མདོ་སྡེ་པ་སྲིན་པོ་ཏིག་གི་ལུས་ལ་ཁོང་ཚོ་མི་སྲུང་རེད་མ་གཏོགས། མ་རིག་པ་དེ་ལ་བཏང་བ་ཡིན་དགོས་རེད་ཟེར་ཡས་ཀྱི་གསུང་ཚིག་གཅིག་ཡང་མ་རེད། ཚིག་གཅིག་ཐོན་གི་མ་རེད། ག་ཚོད་ང་ཚོ་དེ་ཁ་ཚང་གི་དེ་ནི་དྲི་བ་གི་ནང་ལ་ད་ལྟ་ཕྱི་དྲོ་སྐྱིད་ཀྱི་བྱས་ན་ཨ་ནི་སྒྱིར་མོ་ཆེ་ལོ་རི་ཆེན་མོ་ནང་ལ་ཨ་ནི་གར་སོ་གི་རེད་གལ་སྲིད་ཨ་ནི་མ་རིག་པ་ལ་ལྟ་བ་ཡིན་མི་དགོས་ན་ལོ་རི་ཆེན་མོ་གི་གཞུང་ནང་ལ་འགལ་བ་འདུག་ཟེར་ཡ་དེ་འདྲའི་ཅིག་དྲི་བ་ནང་སླེབས་དེ་དུ་བ་ཅི་ཟེར་གཙང་བ་ཉིད་ནས་དེ་འདྲ་ཡོད་མ་རེད་ཡོད་སྲིད་ཀྱི་མ་རེད་གར་སོང་ན་མ་རིག་པ་ལ་ལྟ་བ་གཙང་བ་ཉིད་ནས་ཡོད་དགོས་མ་རེད་དེ་ཞུས་ཡས་ཅི་བྱས་ངས་དེ་ཞུས་ན། ད་མ་རིག་པ་ལ་བཏང་བ་ཡིད་བཀུར་རེ་ཟིག་ངེད་ཀྱིས་ནོར་འབུལ་དྲ་ཐག་མང་སྲིད་ཀྱིས་མེད་སོང་ངེས་པར་དུ་ཡིད་བཀུར་རེ་ཟིག་ངེད་སྲིད་ཀྱིས་མེད་སོང་ཟེར་བ་ཆགས་འགྲོ། དེ་ནས་བཏང་འོང་ན། དཔེར་ན་ད་ངས་འགལ་བ་རེ་ཟིག་ངེད་དུ་སོགས་ཀྱིས་ད་སོང་ནོ་ག་རེ་བཏང་དགོས་བ་རེ་ཟིག་དེ་ག་ལ་མ་རིག་པ་དེ་ལ་ག་འགྲིག་དགོས་རེ་ཟེར་ན། ཡིད་ལ་རྨོངས་པ་ཙམ་གྱི་བྱེད་ལས་ཁོ་རང་གི་བྱེད་ལས་ཆོག་ལས་ཀ་བྱོས་ར་བ། གཙོ་བོ་དེ་ཡིད་ལ་རྨོངས་ཙམ་གྱི་བྱེད་ལས་དེ་མ་གཏོགས་གཙོ་བོ་དེ་ཤེས་ཀྱི་ལུགས་དུ་སྒྲོ་བཏགས་པའི་བྱེད་ལས་དེ་ཡོད་མ་རེད་གསུངས་པ་རེད། ཁ་ཚོན་སྙེ་མ་ང་ཚོ་སྐད་ཆ་བྱུང་བ་རེད་སྤྱིར་བཏང་གི་ཅི། འགལ་བ་རེད་ཟེར་ཡག་འདུག་མ་གསུངས་ཡོད་ཟེར་ངེས་དེ་ཚོ་གི་མདོ་ལ་ཁུལ་དུ་ས་མ་འདྲ་བ་རེད་ས་ཁ་ཚོན་བཤད་ཚར་བ་ཡིན། ད་རིག་པའི་འགྲེལ་བཤད་གསུངས་འདུག་ས་དེ་ག་རེ་ཡོད་རེད་ཟེར་ན། འགལ་བ་རེད་ཟེར་ངེས་དེ་ཚོ་གི་མ་རིག་པ་དེ་ལ་ཡེ་ལ་སྨོན་བཙོང་གི་ཞེས་ལས་དེ་མ་གཏོགས་སྨོན་པ་བཙོང་གི། ཡེ་ལ་མི་ཤེས་པ་བཙོང་གི་ཞེས་ལས་དེ་མ་གཏོགས་ཤེས་བྱ་བློ་དུ་འགྲོ་བཏགས་པའི་ཞེས་ལས་དེ་ཡོད་མ་རེད་གསུངས་པ་རེད། འགལ་གི་མ་རེད་ཟེར་ངེས་དེ་ཚོ་གི་དཔེར་ན། ཐེན་ཅོ་བ་དེ་དེ་ཚོ་གི་བྱས་པ་ཡིན་ན།

སྤྱིར་བཏང་གི་མ་རིག་པ་ཟེར་ཡ་དེ་ལ་ལོག་ཤེས་དུ་རུང་བ། དོན་དག་ཚང་མའི་ལོག་ཤེས་བཞག་གི་རེད་དེ་ཡིན་ན་ཡང་ད། ཁོ་རོ་རང་གི་ལས་ཀ་བྱོས་ར་ཁོ་རོ་རང་གི་ལས་ཀ་བྱོས་ར་ཁོ་རོ་རང་གི་རོ་སྟོབས་ཀྱི་ཞེས་ལས་བྱོས་ར། དེ་ལ་དམངས་སྲུང་གི་ཞེས་ལས་དེ་མ་གཏོགས། ཤི་ཆུ་ལོག་ཏུ་སྒྲོ་བཏགས་པའི་ཞེས་ལས་དེ་ཁོ་ལ་ཡོད་མ་རེད་ཟེར་བ། དེ་འགལ་ཟེར་ངེས་དེ་སུ་གོ་བ་དེ་འདྲ་ལས་འགོ་རེད། ཤི་ཆུ་ལོག་གི་སྒྲོ་བཏགས་པའི་ཞེས་ལས་དེ་ཐང་གིས་རྒན་གསུངས་པ་ན་ཞིག་རེད། ད་ཐང་གིས་དཔེར་ན། མི་སྲུང་ཡོད་རེད་ཟེར་ངེས་དེ་སུ་གིས། མ་རིག་པ་དེ་ལ་གཉིས་ཡོང་གི་རེད། གཅིག་ལ། རྨོངས་པ་བཙོང་གི་ཞེས་ལས་མ་གཏོགས་མི་ངན་གཅིག་ཡོང་གི་རེད་དེ་ཏང་མིན་གྱི་མ་རིག་པ་དེ་རེད། ཏང་ཡོན་མ་རིག་པ་དེ་ག་རེ་ཡོད་རེད་ཟེར་ན་ཕྱི་ཕྱི་ལོག་གི་སྒྲོ་བཏགས་འོང་དུས་རུ་ཏོག་གི་ཕྱི་ཕྱི་ལོག་གི་སྒྲོ་ཞིག་བཏགས་འོང་དུས་མི་ཤེས་པ་ད་རང་གི་ཆགས་ཚང་རེད་ཁོ་ལས་ཀ་གཅིག་ཐེབས་ན་ཚུལ་དེ་ཡོད་རེད་ཟེར་ནས་དེ་ཟེར་གི་ཡོད་རེད་དེ་འདྲ་ཡིག་ཚང་ཇི་ལྟར་ལ་མ་རིག་པ་ཡིག་གུ་སི་ཡའི་གོ་བ་ལེན་མཁན་དེ་ཚོ་གི་དེ་རེད་འདུག། ཨ། བྱས་ཙང་ཁོ།

དེ་ནི་སྤྱི་བཏང་གི་དེ་གཉིས་ཀྱི་ཕྱེད་ཀ་དེ་ཇི་ལྟར་དུ་མ་རིག་པའི་ཕྱེད་ཀ་དེ་ཁ་སང་ང་ཚོ་དྲོ་བ་རྣམས་ལ་དྲོ་བ་སྐྱོན་ཡལ་གྱི་དང་གི་ངའི་འགྲེལ་བཤད་དེ་རྣམས་ལ་ཡོད་ས་ཉིན་ན་ངའི་དྲོ་བ་སྐྱོན་ཡལ་གྱི་དྲིས་ལན་དེ་ཁྱེད་རང་ཚོ་ལ་དྲག་རླུང་ནི་བག་འབུས་རུ་དེ་ག་ལ་ངེས་པ་དེ་ཞུ་ས་ཞིག་ཟེར་རུ་གྱིས་ཟེར་བ་དེ་ང་ཚོ་དེ་རིགས་དེ་སེ་བཞག་ནས་ཤུབ་ཤུབ་ཆགས་འགྲོ་གི་འདུག་དེ་འདྲ་ཡིན་ཙང་ངའི་ད་རེས་དཔེ་ཁྲིད་དེ་དེ་འདྲའི་རྒྱུ་ལ་སོང་འཇུག་བྱ་གི་ཡིན། དེ་ནས་དགེ་བཀྲ་བསྟན་འགྲོའི་བརྩིས་པའི་སློབ་མ་ཚང་མ་ལ་ཨ་ནི་ག་སོགས་རེད། གཉིས་ད་ག་ནས་བཀའ་ཁྲིའི་ཁྲི་ཞུ་བའི་དང། དེ་ནས་མ་འོངས་པ་ཉི་མ་ཁ་ཤས་ཟིག་གི་ནང་ལ་ད་བྱུང་སོགས་ཀྱི་བློ་གཞུང་ཡང་ཉིན་རེ་ཉིན་རེ་ཡར་རྒྱས་གོང་འཕེལ་འགྲོ་ཡག་གི་དེ་ནི་སྨྲས་ལོག་ཏུ་རེ་བ་ཨ་ནི་ཡོད་ཟེར་བ་འདི་ཤོད་ཡིན། ཨ་ནི་ཚང་མ་བཀྲ་ཤིས་བདེ་ལེགས།